ཞོགས་པའི་ལས་རིམ་ནང་ཡང་བཀའ་ཤག་གིས་དགའ་བསུའི་འཚམས་འདྲི་གི་གཏམ་བཤད་ཅིག་ད་སྔ་བརྒྱུད་ན་བཞིན་ཕལ་ཆེར་གཞིར་བཞག་བྱས་བཞག་གནང་ཡོད་ས་རེད། དེ་ཡིན་པའི་ཐོག་ནས་ནི་བཀའ་ཤག་སྐབས་བཅུ་བདུན་པས་ད་ལྟ་སྲིད་སྐྱོང་མ་གཏོགས་དེར་སླེབས་ཡོད་མ་རེད་བཀའ་བློན་རྣམ་པ་ཚོ་ད་ནི་ཉིན་གུང་སྐྱབས་ལ་འོས་བསྡུ་བྱེད་པའི་མཚམས་ལ་ཨན་ཏི་ཇེ་ལ་ཡ་ཕེ་ཆགས་ཀྱི་རེད་དེ་ཡིན་པའི་ཆ་ནས་ད་ལྟ་བཀའ་ཤག་སྐབས་བཅུ་བདུན་པའི་སྲིད་སྐྱོང་གི་ངོས་ནས་ད་སྲིད་སྐྱོང་བཀའ་ཤག་ཆགས་ཀྱི་ཡོད་པའི་སོང་ཙང་ད་ལྟའི་དུས་ཚོད་དེ་ཨ་རི་བཀའ་ཤག་གི་ངོས་ནས་སྐབས་བཅོ་བརྒྱད་པའི་གི་བོད་མང་སྤྱི་འཐུས་ལྷན་ཚོགས་ཀྱི་ཨ་རི་ཀུ་རེ་བཅུ་དུས་ཡང་བསྐྱར་འདེམས་ཐོན་བྱུང་བ་རྣམ་པ་དང་ཨ་རི་གསར་དུ་འདེམས་ཐོན་བྱུང་བ་ཨན་དེའི་ཐོག་ལ་ཡང། རྣམ་པ་ཚོ། ངེད་གཉིས་དངོས་ལ་ཡང་རྩོམ་རྣམས་བྱོས། བར་ཆད་གང་ཡང་མེད་པའི་ཐོག་ནས་ཚོགས་གཙོ་དང་ཚོགས་གཞོན་བདམས་ཐོན་བྱུང། ཁེ་སར་ལས་ཁུར་དམ་འབུལ་ཞུས། འདུ་བྱས་རྗེས་ཁྲིམས་དང་སྒྲིག་གཞི་བྱེ་ཚོང་བྱས་ནས་གྲོས་ཚོགས་ཀྱི་ཚོགས་ཁང་གི་ར་བ་ནང་ལ་ང་ཚོ་ཚུལ་དང་མཐུན་པ་རྩོམ་ཐུབ་པ་དེ་ལ་ཡང། དགུ་བའི་དཔྱིད་དུས་རེ་རེ་རེ་ལ་ཡང་མི་མང་གི་རེ་བ་བཅོལ་ཆེད་གྲོས་ཚོགས་ར་བ་ནང་ལ་ཕེབས་པ་དང་དཔལ་ལྡན་ཚོགས་གཙོ་དང་ཚོགས་གཙོ་གཞོན་པ་གཉིས་གཅིག་ཏུ་རྣམ་པ་ཚོས་འོས་འདེམས་བྱུང་བ་དང་དཔལ་ལྡན་ཚོགས་གཙོ་མཆོག་ཡིན་པ་ཡིན་ན་ད་ལྟ་ང་ཚོའི་ལོ་རྒྱུས་ནང་ལ་ཡང་བུད་མེད་བོད་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་དང་པོ་ཆགས་ཀྱི་ཡོད་པའི་ད་ལོ་རྒྱུས་རང་བཞིན་འདུག་ཕྱིན་ཆགས་དེ་ཡོད་དུས་སང་ལོ་ལ་ཡང་སྲིད་སྐྱོང་གི་ངོས་ནས་རེད། བཀའ་ཤག་སྐབས་བཅུ་བདུན་པའི་ངོས་ནས་ཚང་མ་ལ་འཚམས་འདྲི་བཀྲ་ཤིས་ལེ་དང། ཨ་ནི་ད་ང་ཚོའི་ལས་དབང་གི་ང་ཚོ་ད་ལོ་ལྔ་བཅུ་བཅོ་ལྔ་དེ་འདྲའི་མཉམ་དུ་ལས་ཀ་བྱས་པ་དེ་འདྲའི་ཡོང་གོ་རེད། ད་ལྟ་སྐབས་བཅོ་བརྒྱད་པའི་བཀའ་ཤག་དང་སྐབས་བཅུ་བདུན་པའི་བཀའ་ཤག་དེ་ལས་དབང་གི་ཐོག་ནས་ད་ང་ཚོ་ལོ་ལྔ་ལ་ཡ་མི་མང་གི་འགན་བསྐུར་ཆེད་ང་ཚོ་མཉམ་རུབ་ཀྱི་ནུས་པ་བཏོན་ནས་བོད་སྤྱི་པའི་རྩ་དོན་གྱི་ཐོག་ལ་ཡ་གྲུབ་འབྲས་ཐོན་ཡག་གི་ཐད་འབད་བརྩོན་དེ་འགན་བསྐུར་བཞག་ཡོད་པས་སོང་ཙང། དེ་གའི་ཚང་མ་ལོ་ཡོང་ཐུབ་ཡག་དེ། གཅེས་ནོར་ཁང་ཤང་བུ་ཆེན་པོ་མཆོག་གི་ཐུགས་ཀྱི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ཡོང་གི་ཡོད་རེད། ཨ་འདས་ཚོགས་མཆོག་གི་བཀའ་རྣམ་པ་ནང་བཞིན་བྱས་ནས། ང་ཚོའི་མང་གཙོའི་ལོ་ཚོད་འདི་འཛམ་བུ་གླིང་རང་བཙན་ཡོད་ངེས་ཀྱི་རྒྱལ་ཁབ། དང། གནས་སྟངས་འདྲ་གི་ཡོད་མ་རེད་གཞན་དབང་སྟབས་བསྟུན་གི་དབང་ནས་འགྲོ་དགོས་ཡོད་རེད་སོ་སོའི་རྒྱལ་ཁབ་མིས་བཟུང་བསྡད་ཡོད་རེད་དེ་འདྲ་ཅིག་གནས་སྟངས་ནས་ཡང་མང་གཙོ་མང་གཙོའི་འགྲོ་ལུགས་དང་མང་གཙོའི་གི་ཆ་ལག་ཡོངས་སངས་བསྡད་པ་དེ་ནི་བོད་མི་བོད་པའི་གི་བཙན་བྱོལ་སྤྱི་ཚོགས་དེ་ད་གཅིག་པོ་ཆགས་བསྡད་ཡོད་པ་དེ་ཡང་དངོས་ཡོད་གི་གནས་ཚུལ་རེད་དེ་ཡིན་པས་སོང་ཙང་ཁོ་ཁོ་རང་ནས་ཡང། ཨ་ནི་ཡང་ཁྱད་ཆོས་གཞན་དང་མི་འདྲ་བ་དེ་འདྲ་གི་ཡོང་གི་ཡོད་རེད་ང་རང་ཚོའི་གི་གནས་སྟངས་དང་འཚམས་པའི་གི་ལས་ཀ་བྱེད་སྟངས་དེ་ཡོང་གི་ཡོད་རེད། དེ་ཡིན་དུས་བསམ་པ་འཛིན་སྐྱོང་བཀའ་ཤག་གི་ངོས་ནས་ད་དམ་བཅའི་ཚུལ་དུ་ཞུ་ཡ་དེ་འཛིན་སྐྱོང་བཀའ་ཤག་གི་ངོས་ནས་གྲོས་ཚོགས་ལ་འགན་ཁུར་དགོས་ཡ། ལན་རྒྱག་དགོས་ཡ། ཅི་རྒྱག་དགོས་ཡ་འདི་གས་དེ་ཚུལ་བདུན། སྐབས་བཅུ་དྲུག་པའི་གི་འགན་འཁྱེར་བའི་སྐབས་ལས་ཞུས་པ་ནང་བཞིན་བྱས་ནས་མ་འོངས་པ་ཡིན་པ་ཡིན་ནས། གྲོས་ཚོགས་ལ་འགན་འཁྱེར་དགོས་དེ་ལས་འགན་རེད་དེ་ཡིན་པའི་སོང་ཙང་ཨ་ནི་གྲོས་ཚོགས་ལ་འགན་འཁྱེར་ཡག་ཕྱིར་རྒྱག་ཡག་ལན་རྒྱག་ཡག་དེ་ག་དེ་ཚུལ་དང་མཐུན་པ་བྱས་ནས་རྒྱབ་ཀྱི་ཡིན་ཞེས་བཤད་ནས་དེ་གཅིག་ཞུ་གི་ཡོད་ང་ཚོའི་འགྲོ་སྟངས་འདིའི་ཐོག་ནས་སྲིད་སྐྱོང་ཡིན་ནས་མི་མང་གི་ཐད་ཀར་འོས་འདེམས་བྱས་ནས་ཡོང་གི་ཡོད་རེད་སྤྱི་འཐུས་རྣམ་པ་ཚོ་མི་མང་གི་འོས་འདེམས་བྱས་ནས་ཡིན་པ་རེད་འཛམ་བུ་གླིང་འདི་ནང་ལ་ཡང་མང་གཙོའི་གི་ལམ་ལུགས་འགྲོ་སྟངས་མི་འདྲ་མང་པོ་བྱུ་ཡོད་རེད་དེ། ད་ཀུ་རེ་རྣམ་པ་ཀུ་རེ་རྣམ་པ་ས་མོ་ལ་སྤྱི་འཐུས་ཆགས་ཡོད་པའི་སོང་ཙང་གསར་པ་ཚུར་ཞུགས་ཡོད། དེ་ཡིན་པ་ཡིན་ན་འཛམ་བུ་གླིང་གི་ཆབ་སྲིད་ཀྱི་འགྲོ་སྟངས་མི་འདྲ་མང་ཚོགས་ཀྱི་འགྲོ་སྟངས་མི་འདྲ་ག་འདྲའི་ག་འདྲའི་ཡོད་མེད་དེ་ཚོ་ལ་ཡང་ཐུགས་ཞིབ་ཅིག་གནང། ཨ་ནི་ང་ཚོའི་གི་མང་ཚོའི་འགྲོ་སྟངས་དེ་ག་འདྲའི་ཞིག་ཆགས་ཀྱི་འདུག་དེ་ཚོ་ལ་ཡང་བསྡུར་ཆེད་ང་རང་ཚོའི་གནས་སྟངས་དང་འཚམས་པའི་གི་ཡང་འགྱུར་བ་དང་དེ་འདྲའི་གཏང་དགོས་ཡ་འདྲ་བོ་དེ་འདྲ་ཡོད་པ་ཡིན་ན་ཁྲིམས་བཟོ་དགའ་ཡོད་འདྲ་བོ་ནས་ཡོད་པ་ཡིན་ན་དེ་ཁྲིམས་བཟོ་ལྷན་ཚོགས་ཀྱི་འགན་ཆགས་ཀྱི་ཡོད་རེད་བ། དེ་ཡིན་དུས་བསམ་པ་དེ་ཚོའི་ཐོག་ལ་ཡང་ག་ཚོད་ཞིག་འཛམ་བུ་གླིང་གི་གནས་སྟངས་ག་ཚོད་ཞིག་མཁྱེན་པ་ཡིན་ནས་དེ་ག་ཞིག་གི་བསམ་བློ་ཡིན་ནས་རྒྱ་ཆེ་ཡག་དང་གུ་ཡངས་ང་གཏང་ཡག་གི་གནས་སྟངས་འདུག་བྱས་ནས་ཡོང་གི་རེད། ང་ཚོ་འདའི་ཡོད་པའི་སྒྲིག་འཛུགས་འདི་ནི་བོད་ཕྱི་ནང་གཉིས་ཀྱི་ད་རེ་བ་བཅོལ་ས་ཀྱི་གཙོ་བོ་དེ་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་བསམ་པ་ལ་ཡང། ཨེ་ང་ཚོས་དེ། ལས་ཀ་བྱེད་ཡ་དེ་ཚོ། ལས་ཀ་བྱེད་དེ་ཡ་དེ་ག་དེ། ད། བསམ་བློ་གཅིག་དེ་གར་བཏང་དགོས་སྐོར་བྱས་ན་སྤྱི་སྟོང་དགུ་བརྒྱ་དྲུག་ཅུ་ནས་བྱས་རྗེས་སྤྱི་ནོར་ཧོང་ཤང་གོ་ཆེན་པོ་མཆོག་ད་ལྟ་བར་དུ་སྐུ་ལས་བསྐྱོན་བཞག་པ་དེ་ག་དེ། ད་ང་ཚོ་ཡབ་རྗེས་ཀྱི་ཁ་ཕྱོགས་སར་ཁྲིད་མ་ཐུབ་བ་ཡིན་ནས། མ། ཉམས་དམས་སུ་འགྲོ་ཡ་གི་ལང་ཀ་ཅི་ལ་རྩ་བ་ཉིད་ནས་གྲུག་མེད་བསམ་པས་ཀྱི། ཀུན་སློང་གཅིག་གི་ཐོག་ནས་ང་ཚོ་ཕྱག་ལས་གནང་ཐུབ་པ་འདྲ་བོ་བྱིན་པ་ཡིན་ན་ཨ་ནི་གྲོས་ཚོགས་ནང་ལོགས་ལས་ཡང་ཆ་ཤས་བླངས་པའི་སྐབས་ཤིག་ནས་རེད། གྲོས་ཚོགས་ཀྱི་ཆེ་མཐོང་དང་ལྡན་པའི་གི་ཐོག་ནས་ཡོང་ཐུབ་ཡག་གི་རེ་བ་བཅས་ཡོད་རེད་བསམ་གི་ཡོད། གྲོས་ཚོགས་ཀྱི་ཆེ་མཐོང་ཉག་ཡ་འདི་གྲོས་ཚོགས་ཀྱི་ར་བ་འདི་ནང་ལས་ཡོད་ངེས་ཀྱི་ཚོགས་མི་དེ་གི་ཚང་མ་ལ་རག་ལས་དེ་ཡོད་རེད། ཚོགས་མི་ཞུ་བའི་སྐབས་ལ་ཨ་ནི་སྲིད་སྐྱོང་དང་བཀའ་བློན་རྣམ་པ་ཚོས་དེ་ནང་ལ་ཚུད་གི་ཡོད་རེད་ཞེས་ནི། དེ་ཞུ་གི་ཡོད་དེ་རྒྱུ་མཚན་པ་གུ་རུའི་སྤྱི་དོན་རྣམ་པ་ཚོས་གཅིག་པོ་གི་ཆེད་དུ་ཞུ་གི་མེད། དེ་ན་གྲོས་ཚོགས་དེ་ཆེ་མཐོང་ལྡན་པ་ཡོང་བ་ལ་ད་སོ་སོའི་གི་ཀུན་སློང་དང་སོ་སོའི་གི་ལུས་ངག་གི་རྣམ་པ་གཅིག་པོ་གཅིག་ལ་རག་ལས་གི་མ་རེད་པ།

གྲོས་ཚོགས་ཀྱི་འགན་བཞེས་བྱས། དེ་ནང་ཚོགས་ཆུང་བཙུགས་ཞིབ་འཇུག་མཐིལ་ཕྱིན་བྱས་བཅས་གནང་དགོས་འདི་ད་གལ་ཆེ་ཤོས་ཆགས་ཀྱི་ཡོད་རེད། དེ་ཡིན་དུས་ཡང་སྐབས་རེ་སྐབས་རེ་འཛིན་སྐྱོང་ནས་བྱ་རོག་ཞུ་དགའ་ཡོད་གི་རེད་སྐབས་རེ་སྐབས་རེ་འཛིན་སྐྱོང་ནས་ཡང་འགན་འཁེལ་དགོས་ཡ་དེ་རེད་ཡོད་གི་རེད་དེ་སྤྱི་ཡོངས་ནས་བོད་མིའི་སྒྲིག་འཛུགས་འདི་ཚགས་ཚུད་པོ་ཡོང་ཡ་གི་ཆེད་དུ་ཁྲིམས་དང་སྒྲིག་གཞི་གི་ཆ་རྐྱེན་གི་ད་འགྱུར་བ་གཏང་དགོས་ད་གསར་པ་བཟོ་དགོས་གི་དེ་འདྲ་ག་རེ་ཡོད་པ་ཡིན་ནས་དེ་ཚོ་བོད་མང་སྤྱི་འཐུས་ལྷན་ཚོགས་རང་གི་དགོངས་པ་བཞེས་ནས། ཨ་ནི་ཡང་འཛིན་སྐྱོང་མཉམ་དུ་གོ་བསྡུར་ཞུ་དགོས་ཡ་དང་དེ་འདྲས་ཡོད་པ་ཡིན་ན་ཞུ་ཆོག་གི་རེད་མ་གཏོགས་དེ་ཚོ་གཙོ་བོ་དེ་བོད་མང་སྤྱི་འཐུས་ལྷན་ཚོགས་ཀྱི་འགན་བཞེས་ནས་གནང་ཐུབ་པ་འགྲོ་བ་བྱེད་ན། གྲོས་ཚོགས་ཀྱི་ལས་འགན་འགྲུབ་འདུག་ག་ཚད་ཆེ་མཐོང་སྲུང་བརྩི་ཞུ་བ་ཙམ་དུ་མ་ཡིན་པའི་གི་ཨ་ནི་ལས་དོན་གྱི་འགྲུབ་བལ་ཆེ་བ་བྱུང་དགོས་རུ་བ། དེ་ནི་ཨ་མི་རི་ཀར་གྲོས་ཚོགས་རེ་རེ་མ་གྲོས་ཚོགས་སྐབས་རེ་རེ་རེ་ལ་ཡར་ཁྲིམས་ག་ཚོད་བཟོ་ཐུབ་འདུག་མི་འདུག་ཟེར་ཡག་འདུག་གྲངས་ཀ་ཅི་ཡག་དེ་འདྲས་མང་པོ་ཞུས་འགོ་རེད། ང་ཚོ་སྐབས་རེ་རེ་རེ་རེ་ལ་ཡར་ཁྲིམས་བཟོ་རང་གང་ལ་དུས་ཚོད་ག་ཚོད་བཏང་འདུག་དེ་ཚོ་སྐོར་ལ་གཟིགས་པ་ཡིན་ནའི་ཨ་ནི་ང་ཚོས་ལས་འགན་ག་ག་ཚོད་སྒྲུབ་ཐུབ་ཡོད་མེད་ཀྱི་གནས་སྟངས་དེ་མཁྱེན་ཐོ་ཡ་ཅི་རེད། ཨ་ནི་དེ་ནས་ང་ཚོ་སུ་འདྲ་བྱིན་པ་ཡིན་ནའི་ལས་འགན་ག་འདྲ་ཅིག་ལ་འཁོད་པ་ཡིན་ནའི་སོ་སོའི་ལས་འགན་གྱི་ངོ་བོ་དེ་ད་ཤེས་པ་བྱེད་དེ་དང་འབྲེལ་ནས་ད་ལས་འགན་གར་གར་ཡོད་རེད་ལས་འགན་དང་འབྲེལ་ནས་སློབ་སྦྱོང་གར་གར་བྱེད་དགོས་ཀྱི་ཡོད་རེད་ད་དེའི་ཚུལ་དང་མཐུན་པ་ཅིག་བྱེད་ཐུབ་པ་ཡིན་ན་ཡག་པོ་བྱུང་གི་རེད་བསམ་གྱི་འདུག་ང་ཚོ་ཡིན་ནས་ད་ལྟ་ཡིན་ནས་མུ་མཐུད་ནས་སློབ་སྦྱོང་བྱས་ནས་འགྲོ་བསྡད་ཀྱི་ཡོད། འོན་མ་སྤྱི་འཐུས་ལྷན་ཚོགས་ཀྱི་ཕྱི་དྲིལ་རྣམ་པ་ཚོ་བཅའ་ཁྲིམས་ནས་ཕྱི་ནས་ཁྲིམས་དང་སྒྲིག་གཞི་རེ་རེ་རེ་རེ་བྱས་ནས་མཆན་འགོད་གནས་སྟངས་ཤིག་ཡོད་རེད་དེ་ཡིན་པ་ཡིན་ནས

ད་ཚང་མ་ལོག་གི་ཞལ་ནས་གཅིག་བྲིས་དང་གཅིག་བྲིས་བྱས་ནས་གསུང་བསྡད་ཀྱི་ཡོད་རེད་ཁ་ཆེན་སྲིད་སྐྱོང་གི་དམ་འབུལ་གཏམ་བཤད་སྐབས་དེ་ལས་ཐག་རང་ཞུས་ཡོད་ད་བོད་མི་སྒྲིག་འཛུགས་ཀྱི་ངོས་ནས་བོད་མི་སྒྲིག་འཛུགས་ཀྱི་འཛིན་སྐྱོང་བཀའ་ཤག་གི་ངོས་ནས་ནི་སྤྱི་ཚོགས་དུམ་བུ་མ་འགྲོ་ཡ་དང། སྤྱི་ཚོགས་ལ་ཕན་པའི་ལས་ཀ་བྱེད་དགོས་དེ་ཆ་ཚང་ཞིག་ཞུ་གི་ཡིན། ད་དེ་འཛིན་སྐྱོང་བཀའ་ཤག་གཅིག་པོ་གི་ཕན་ཁེ་ཡོད་མ་རེད། ང་ཚོ་བོད་མི་སྒྲིག་འཛུགས་སྲིད་དོན་མང་གཙོའི་ཀ་བ་གསུམ་རེད་དེ་ཡིན་དུས། ཨ་ནི་སྤྱི་འཐུས་ལྷན་ཚོགས་ཀྱི་ནང་ལོགས་ལ་ཡིན་པ་ཡིན་ནའི་ང་ཚོ་དེ་བ་བཀའ་མོལ་གསུང་ཡང་བཏང། ཨ་ནི་བཞེངས་ཕྱོགས་དང་དེ་འབྲེལ་གྱི་ཐོག་ནས་སྤྱི་ཚོགས་དུམ་བུ་འགྲོ་ཡག་གི་རྒྱུ་ལ་མི་འདུག་ཨེ་ཅིག། ཨེ་ནི་དགོངས་པ་བཞེས་དགོས་ཨེ་འདི་ད་གལ་ཆེན་པོ་རེད་བསམ་གི་འདུག་ང་རང་ཚོ་བོད་ནང་ལོགས་ལས་ཡ་ད་དེང་སང་བོད་མི་ས་ཡ་བདུན་དང་ཆ་ག་ལྷག་ཞིག་བཞེས་གི་ཡོད་རེད་བཙན་བྱོལ་ནང་ལོགས་ལ་བོད་མི་འབུམ་གཅིག་དང་ཁྲི་གསུམ་ཞིག་མ་དེ་ཡོད་མ་རེད་ཨེ་ང་རང་ཚོའི་ནུས་པ་ཟེར་ནས་གང་བྱེད་ན་འདི་རེད་ད་ད་གཏོགས་དེ་ཡོད་བསྡད་པ་དེ་ང་རང་ཚོ་ང་རང་ཚོ་རང་གི་ཉམས་མེད་བཏང་བ་ཡིན་ན་ཨེ་ནི་རྒྱ་ནག་ལྟ་བུ་ཁ་བརྡའི་དགོས་ཡས་ཁོ་ར་ཡོད་མ་རེད་དེ་སྒང་ལ་ང་ཚོའི་ཁ་བརྡའི་སྟོབས་ཆེན་པོ་དེ་འདྲ་ཅིག་ཆ་དེ་ཡོད་དུས་ཚང་མ་ལ་ཡ་ཨ་ནི་གནས་སྟངས་རྒྱ་ཆེ་ས་དང་བསམ་བློ་རྒྱ་ཆེ་ས་ནས་གཏོང་ཐུབ་པ་འདྲ་བོ་བྱེད་པ་ཡིན་ན་ང་ཚོ་ནང་ཁུལ་གྱི་མཐུན་མ་མཐུན་གྱི་གནས་སྟངས་ཚོ་ཆུང་ཆུང་འདྲ་བོ་བྱེད་ལ་ཡ། ངོས་འཛིན་བྱེད་པའི་ཐོག་ནས་རྒྱ་ཆེ་ས་ཀྱི་ད་དམིགས་ཡུལ་འགྲུབ་ཡ་དེ་ལ་ཚང་མ་ལོག་གི་ཕྱར་གྲུ་མཉམ་འདེགས་དང་ནུས་པ་མཉམ་སྤུངས་བྱེད་དགོས་ཡ་དང་འབྲིང་ཆུང་བཀའ་ཤག་གི་ངོས་ནས་ཁ་འབྱིན་ཁས་ལེན་ཞུ་བ་ཡིན། དེའི་ལས་བྱུང་རིགས་ལྔ་ལ། ཕྱི་རོལ་ཁོང་ས་ཤམ་བུ་ཆེན་པོ་མཆོག་དགུང་ལོ་དགུ་བཅུ་དང་དགུ་བཅུ་གོ་གཅིག་ཕེབས་རེ་འགས་ཡོད་རེད་དེ་ཡིན་པའི་སོང་ཙང། ང་རང་ཚོའི་སྤྱི་ཚོགས་ནང་ལོག་གནས་ཚུལ་ཆང་ཆུང་ཡིག་གི་དབང་གིས་ཕྱི་རོལ་ཁོང་ས་ཤམ་བུ་ཆེན་པོ་མཆོག་ཐུགས་གསུམ་པོ་བཟོ་མི་གོ་ཡ་དང། ཨ་ནི་བོད་ནང་ལོག་ནས་ཡོད་ངེས་ཀྱི་བོད་མི་དེ་གའི་དེ་ང་རང་ཚོའི་གི་ལས་ཀ་བྱེད་སྟངས་ལ་བལྟས་ནས་བློ་ཕམ་ཡོང་མི་གོ་ཡ་གཅིག། བྱས་ཡ་དེ་འཛིན་སྐྱོང་བཀའ་ཤག་གི་ངོས་ནས་ཁས་ལེན་དང་དམ་བཅའ་ལས་དོན་ག་རེ་བྱས་པ་ཡིན་ནས་དེ་ལ་དམིགས་ནས་བྱེད་ཡག་གི་བསམ་བློ་གཏང་གི་ཡོད་ཨ་ནི་ཀུ་རེ་སྤྱི་འཐུས་རྣམ་པ་ཚོས་དེ་ཐོག་འདྲ་དགོངས་པ་བཞེས་ནས་གནང་ཐུབ་བ་འདྲ་བོ་བྱིན་པ་ཡིན་ན་ཨ་ནི་ང་ཚོ་བཀའ་སྤྱི་གཉིས་ཀྱི་ཐུན་མོང་གི་ནུས་པའི་ཐོག་ནས་རྒྱལ་སྤྱིའི་ནང་ལོགས་ལ་ཡང་ཨ་ནི་བོད་དོན་དྲིལ་བསྒྲགས་མཚོན་སྤེལ་གྱི་རྒྱབ་སྐྱོར་ཡོང་ཐུབ་ཡ་དང་བོད་རྗེ་བཀའ་རྙོག་སོགས་བསལ་ཐུབ་ཡ་གི་ཁ་ཕྱོགས་ལ་ཡང་ཁ་ཕྱོགས་བཟང་པོ་ཅིག་ལ་ཡང་འགྲོ་ཐུབ་ཡ་གི་ཨ་ནི་རེ་བ་དང་སྨོན་འདུན་ཞུ་གི་ཡོད་བཞིན་བཤད།